ལྷག་པར་དུ་སྔགས་བླ་མེད་ཀྱི་ཁྱད་ཆོས་དེ་བློ་ཕྲ་རགས་དབྱེ་བ་ཕྱེ་ནས། བློ་ཕྲ་མོས། བློ་ཕྲ་མོས་ཏེ་སྟོང་ཉིད་གོམས་ཡ་བྱེད། བྱས་ཟིན་ན་བློ་རགས་པས་སྟོང་ཉིད་བསྐལ་པ་ནས་བསྐལ་པའི་བར་ལ་བསྒོམས་པ་ལས་བློ་ཕྲ་མོས་སྟོང་ཉིད་ཁྱུག་ཅིག་བསྒོམས་པ་གཉིས་པོ་དེ་ནུས་པ་ད་དུང་དེ་ཆད་ཡོད། བྱས་ཙང་ང། ཀ་ས་ཏེ། མདོ་སྔགས་གཉིས་ཀའི། སྦྱང་ཞེས་པའི་གསུང་ནང་ལ་ཡང། མདོ་སྔགས་གཉིས་ཀའི་ཉོན་སྒྲིབ་ཀུན་བསལ་ནུས། ཤེས་སྒྲིབ་ཆུང་ཕྲ་སྔགས་ལས་འདོད་མི་ནུས། ཞེས་ཨ་ཏོ་གསུངས་པས། ཤེས་སྒྲིབ་ཆུང་ངུའི་ཆུང། ཤེས་སྒྲིབ་ཕྲ་ཞིང་ཕྲ་བ་སྟེ། སྣང་མཆེད་ཐོབ་གསུམ་གྱི་དང་སྒྲའི་ལྟས་ངན་གྱིས་ཨེ་ནི་ད་གཉིས་སྣང་འཁྲུལ་པའི་དྲི་མ་གཅིག་འཕོ་བའི་བག་ཆགས་ཞེས་གསུང་གི་ཡོད་ས་རེད། དེ་འང་ད་དེ་འདྲའི་འབྲས་བུ་དེ་སྣང་མཆེད་ཐོབ་གསུམ་མ་འགགས་པར་དུ་ཡོང་ཐུ་ཡང་ཡོད་མ་རེད། དེ་ཡང་མགོན་པོ་ཀླུ་སྒྲུབ་ཀྱི་དགེ་ཕྲུག་སློབ་དཔོན་ཀླུ་བྱང་གིས་ལས་མཐའ་རྣམས་ཀྱི་ནང་ལ་གསལ་བར་བྱ་འདུག་པ། སྣང་བ་སྣང་གསུམ་མ་དག་པར་དུ་དྲི་མ་ཟད་དོ་གོ་མ་རེད། སྣང་བ་སྣང་གསུམ་དག་པས་ནི་ཐམས་ཅད་ཞི་ནི་ཐེ་ཚོམ་མེད་ཟེར་ནས་མགོན་པོ་ཀླུ་སྒྲུབ་ཀྱི་སློབ་མ་ཀླུ་བྱང་གིས་གསུངས་འདུག་བ། གསང་བ་དང། སྣང་བ་སྣང་གསུམ་དག་ཡང་ཟད་དེ། སྟོང་པ་བཞི་པོ་ཐམས་ཅད་སྟོང་པ་འོད་གསལ་མངོན་དུ་སྐྱེས་ན་མ་གཏོགས་སྣང་བ་སྣང་གསུམ་འགག་གི་ཡོད་མ་རེད་བ། ད་སྣང་བ་སྣང་གསུམ་སླར་སྐྱེ་མི་རུང་དུ་གྱུར། སྐྱེ་མི་རུང་དུ་འགྱུར་ཡ་དེ། སློབ་མ་མཐའ་ཡི་དོན་རྒྱལ་བའི་ཟས་ཀྱི་སྟོང་པ་དེ་མངོན་དུ་བྱས་ཡོད་འདུག་ད་དེ་ལུགས་འབྱུང་གི་སྟོང་པ་དེ་ནི་བྱ་ཡ་མེད་པ་རེད། འོན་ཏང་དེ་རིང་འདྲི་བའི་སློབ་མ་མཐའ་ཡི་དོན་རྒྱལ་བའི་ཟས་སྐད་ཅིག་དང་པོ་དེ་གི་ཤེས་སྒྲིབ་ཀྱི་གཉེན་པོ་ཅན་ནི་སྐད་ཅིག་གཉིས་པ་ནས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཡེ་ཤེས་ཆོས་ཀྱི་སྐུ་ཟེར་བ་དེ་བྱུང་བ་རེད། ད་གཉུག་མ་ལྷན་ཅིག་སྐྱེས་པའི་བློ་ཁོ་ར་ཡིན་འདུག་ས་ནས་གཉུག་མ་ལྷན་ཅིག་སྐྱེས་པའི་སྐུ་ཟེར་བ་དེ་ཆགས་པ་རེད། སྔགས་བླ་མེད་ནས་འདུས་བྱས་ཀྱི་ངོ་བོ་ཉིད་སྐུ་བྱ་ཡ་ད་དེ་ཡིན་པ་རེད། འདི་སྐུ་གསུམ་གང་ལ་ལྡན་པའི་གཞི་འདི་རེད། དེ་འབྲེལ་གྱི་སྐུ་གསུམ་གང་ལ་ལྡན་པའི་གཞི་ལྷན་ཅིག་སྐྱེས་པའི་སྐུའམ། དུས་འཁོར་གྱི་གཞུང་ནས་དག་པའི་སྐུ་ཟེར་ཏེ། ཐོབ་པ་དག་དུས་མཉམ་དུ། ལོངས་སྐུ་དང་གཟུགས་སྐུ། ག་ལ་ལོངས་སྐུ་དང་སྤྲུལ་སྐུ་ཟེར་ཏེ། རང་མི་ལྷུན་གྲུབ་ཏུ་དུས་གཅིག་ལ་བཞག་ཡོད་ཅེས་བྱ་འདུག་ག་ལ་དེ་འདྲ་རེད་བྱ།